ད་ནི་ཐེག་ཆེན་ལམ་ཀུན་གཞི་དོན་རྟག་ཏུ་སྡུད་ཅེས་དེ་འདྲ་གསུངས་པ་རེད། འདིའི་དོན་དག་ཡིན་ན་སེམས་ཙམ་པའི་ལུགས་ལ་ཐེག་ཆེན་གྱི། གཞི་ལམ་འབྲས་བུ་གསུམ། ཡང་ན་ལྟ་བ་དང་སྒོམ་པ་སྤྱོད་པ་ཐམས་ཅད་དེ་གཞི་བདུན་གྱི་ནང་དུ་འདུ་བ་ཅེས་གསུང་གི་ཡོད་པ་རེད། གཞི་བདུན་དེ་གང་རེད་ལབ་དུས་གང་ལ་དག་སྡུད་ལས་དག་སྡུད་ཟེར་བ་འདི་འཕགས་པ་ཐོགས་མེད་ཀྱིས་གསུངས་ཡིན་ཟེར་གྱི་ཡོད་པ་རེད། དེའི་ནང་དུ་ག་རེ་གསུངས་ཡོད་པ་རེད་ལབ་ན། ཤེས་བྱའི་གནས་དང་མཚན་ཉིད་དེར་འཇུག་དང་དེ་ཡི་རྒྱུ་འབྲས་སྟེར་དབྱེ་བ་དང་ལྷག་པ་གསུམ་དང་དེ་འདྲའི་སྤངས་པ་དང་ཡེ་ཤེས་ཐེག་པ་མཆོག་གྱུར་ཁྱད་པར་འཕགས། འོ་དེ་འདྲ་གསུངས་པ་རེད། འདི་ལ་སྤྱིར་བཏང་གཞི་བཅུ་ཟེར་གསུང་མཁན་དེ་འདྲ་ཡང་ཡོད་པ་རེད། དེ་ནི་ང་རང་ཚོའི་སྐབས་སུ་བབས་པ་ཤེས་བྱ་ཀུན་ཁྱབ་ཀྱི་ནང་དུ་གཞི་བདུན་ཅེས་གསུངས་འདུག་ད་གང་ལྟར་དོན་དག་ལ་ཁྱད་པར་ཆེན་པོ་མི་འདུག་ཟེར། འོ་དེ་འདྲ་ཤེས་ཡ་ཡིན། དེ་ནས་ཞེས་བདུན་ཏེ་གང་དག་རེ་ལབ་ན་ཞེས་བཅད་གནས་ཞེས་བཅད་གནས་ལབ་པ་ཡིན་ན་ཀུན་གཞི། ཀུན་གཞི་ལ་ཞེས་བཅད་གནས་ཟེར་དགོས་པའི་རྒྱུ་མཚན་ག་རེ་ལབ་ན་སྐབས་འདིའི་ཞེས་བྱ་ཟེར་བ་སྟེ། ཡང་དག་པ་དང་ཡང་དག་པ་མ་ཡིན་པ། ཡང་ན་གནས་དང་གནས་མ་ཡིན་པ་ཉོན་མོངས་པ་དང་རྣམ་པར་བྱང་བ། ཉོན་མོངས་པ་གི་ཕྱོགས་གཅིག་དང་རྣམ་བྱང་གི་ཕྱོགས་གཅིག་ཡོད་རེ་བ། ཡང་ན་དགེ་བའི་ཕྱོགས་དང་མི་དགེ་བའི་ཕྱོགས་གཅིག་ཡོད་པ་རེ་བའོ་དེ་དག་ཐམས་ཅད་འབྱུང་ས་གི་གཞི། དེ་དག་ཐམས་ཅད་ཀྱི་རྟེན་གཞི་ལྟ་བུ་སྟེ་ཀུན་གཞི་ཡིན་པ་ཡིན་ཙང་ཀུན་གཞི་ལ་ཤེས་བྱའི་གནས་ཞེས་བསླབ་པ་རེད། མཚན་ཉིད་གསུམ་ཟེར་བ་དེ་ཀུན་བརྟགས་གཞན་དབང་ཡོངས་གྲུབ་གསུམ་དེ་ཡིན་པ་རེད། ད་ནི་དེ་ལ་འཇུག་ཚུལ་ཟེར་བ་དེ་རྣམ་རིག་ཙམ་དུ་འཇུག་པ་ཟེར། ད་ནི་ཤེས་བྱ་ཐམས་ཅད་དམ་ཡང་ན་མཚན་ཉིད་གསུམ་ལ་འཇུག་ཚུལ་དེ། སེམས་ཙམ་པའི་ལུགས་ཕྱིར་བཞག་པ་ཡིན་ན་རྣམ་རིག་ཙམ་དུ་འཇུག་དགོས་པ་རེད། རྣམ་རིག་ཙམ་དུ་འཇུག་དགོས་པར་བསླབ་དེ་གང་ལ་སེམས་ཀྱི་བདག་ཉིད་ཙམ་དུ་གྲུབ་པ་དེ་ཧ་གོ་དགོས་པ་རེད། ང་རང་ཚོ་ཕྱི་རུ་སྐྱེས་ཡུལ་ལ་ཞེན་ནས་འདོད་ཆགས་ཞེ་སྡང་ལ་སོགས་པ་སྐྱེས་ནས་ལས་སག་ལས་སྐྱེ་དགུ་འགའ་འཁོར་བ་འཁོར་བའི་རྣམ་གཞག་འདི་དག་འཇོན་གི་ཡོད་པ་ཡིན་ཙང་ང་རང་ཚོའི་སྣང་ཚུལ་ལ་ཡོད་པའི་ཆོས་འདི་དག་ཐམས་ཅད་རྣམ་པར་རིག་པ་ཙམ་དུ་སེམས་ཀྱི་བདག་ཉིད་ཙམ་དུ་གྲུབ་པ་དེ་ཧ་གོ་སོང་བ་ཡིན་ན་འདོད་ཆགས་ཞེ་སྡང་ལ་སོགས་པའི་ཉོན་མོངས་བ་འདི་དག་འགགས་ནས་ནས་ཐར་པའམ་ཡང་ན་དམ་ཆོས་མཁྱེན་པ་ཐོབ་གི་རེད་གསུང་གི་ཡོད་པ་རེད་ཡིན་ཙང། ཚད་ངེས་གསུམ་ན་འཇུག་ཚུལ་དེ་རྣམ་རིག་ཙམ་དུ་འཇུག་དགོས་པ་རེད། ནོ། དེ་འདྲ་ཅིག་གསུང་གི་ཡོད་པ་རེད། ད་ནི་དེའི་རྒྱུ་འབྲས་ཟེར་ལབ་པ་ཡིན་ན་ཕར་ཕྱིན་དྲུག་ཟེར་གི་ཡོད་པ་རེད་རྣམ་རིག་ཙམ་ལ་འཇུག་ཚུལ་དེ་ཉམས་སུ་བླངས་པ་དེ་ལ་ག་རེ་ཡོད་རེད་ལབ་ན་བྱང་ཆུབ་སེམས་དཔའི་སྤྱོད་པ་ཕ་རོལ་ཏུ་ཕྱིན་པ་དྲུག་ཡོད་པ་རེད། ད་ནི་ཕ་རོལ་ཏུ་ཕྱིན་པ་དྲུག་དེའི་རྒྱུ་དང། དེ་ལ་བརྟེན་ནས་ཐོབ་པའི་མངོན་མཐོ་དང་ངེས་ལག་གི་གོ་འཕང་དེ་སོགས་ལ་འབྲས་བུ་ཟེར་ལབ་ཀི་ཡོད་པ་རེད། དེ་ནས་དེ་ཡི་རབ་དབྱེ་སེ། རྣམ་རིག་ཙམ་ལ་འཇུག་པའི་ལམ་དེ་ཉམས་སུ་བླང་བའི་ཕ་རོལ་ཏུ་ཕྱིན་པ་དྲུག་དེ་ལ་ཡང་དབྱེ་བ་ཕྱེ་བ་ཡིན་ན་ས་བཅུ་ལམ་ལྔ་ལ་སོགས་པའི་དབྱེ་བ་ཕྱེ་རྒྱུ་ཡོད་པ་རེད་ཟེར་གཙོ་བོ་དེ་ས་བཅུ་བཤད་ཀྱི་ཡོད་པ་རེད་བྱང་ཆུབ་སེམས་དཔའ་རྒྱལ་སྲིད་འཕགས་པའི་ལམ་ལ་ས་བཅུ་ཡོད་པ་རེད་དེ་ཡང་ཕ་རོལ་ཏུ་ཕྱིན་པ་དྲུག་ལ་བགོ་བཤའ་བརྒྱབ་ནས་དབྱེ་བ་ཕྱེ་གི་ཡོད་པ་དེ་འདྲ་གཅིག་རེད། དེ་ནས། ས་བཅུ་ལམ་ལྔ་ལ་སོགས་པ་ཡང་ན་ཕ་རོལ་ཏུ་ཕྱིན་པ་དྲུག་དེ་དག་ཀྱང། མདོར་ན་ལྷག་པ་གསུམ་གྱི་ཉམས་ལེན་གྱི་ནང་དུ་འདོད་གི་ཡོད་པ་ཡིན་ཙང་ལྷག་པ་གསུམ་དེ་སོང་བ་རེད། ད་ནི་ལྷག་པ་གསུམ་དང་ཕ་རོལ་ཏུ་ཕྱིན་པ་དྲུག་ཉམས་ལེན་བྱེད་པ་ལ་བརྟེན་ནས་ཐོས་པ་དེ་ལ་ག་རེ་ཟེར་གི་ལབ་ན་སྦྱངས་པའི་འབྲས་བུ་ཟེར་གི་རེད། སྦྱངས་པའི་འབྲས་བུ་དེ་ལ་ག་ཚོད་ཡོད་པ་རེད་ལབ་དུས་སྤང་བ་དང་རྟོགས་པ་ཕུན་ཚོགས། སྤང་བ་ཕུན་ཚོགས་ཟེར་བ་དེ་ལ་སངས་རྒྱས་ཀྱི་སྐྱོན་ཐམས་ཅད་སྤང་བ་ཡིན་ཟེར་གི་ཡོད་པ་རེད། སངས་རྒྱས་ཀྱི་ཐུགས་རྗེ་ཀྱི་སྐྱོན་ཐམས་ཅད་སྤང་བའི་ཆ་དེ་ལ་ངོ་བོ་ཉིད་སྐུ་ཟེར་གྱི་ཡོད་པ་རེད། དེ་ནི་སྐྱོན་ཐམས་ཅད་སྤངས་པ་ལ་བརྟེན་ནས་ཐོབ་པའི་སངས་རྒྱས་ཀྱི་ཡེ་ཤེས་དེ་ལ་རྟོགས་པ་ཕུན་ཚོགས་ཟེར་ལབ་ཀྱི་ཡོད་པ་རེད། དེ་ལ་སྤངས་རྟོགས་ཕུན་སུམ་ཚོགས་པ་ཟེར་བ་དེ་འདྲ་ཡང་གསུང་གི་ཡོད་པ་རེད། གང་ལྟར་ས་བཅུ་ལམ་ལྔ་ལ་སོགས་པ་ལྷག་པ་གསུམ་དེ་དག་ཉམས་སུ་བླངས་པ་ལ་བརྟེན་ན་མཐར་ཐུག་ག་རེ་ཐོབ་ཀྱི་རེད་ལབ་ན་སྤངས་པ་ཕུན་ཚོགས་དང་རྟོགས་པ་ཕུན་ཚོགས་གཉིས་ཐོབ་ཀྱི་རེད། འོ་ཞེས་བདུན་དེ་རེད། ཨ་ནས་ཞེས་བདུན་འདིའི་ནང་དུ་སེམས་ཙམ་པའི་ལུགས་ཀྱི། གཞི་ལམ། འབྲས་གསུམ་མམ་ཡང་ན་ལྟར་སྒོམ་སྤྱོད་གསུམ་གྱི་རྣམ་གཞག་ཚང་མ། གཞི་བདུན་འདིའི་ནང་དུ་འདུ་གི་རེད་ཟེར་ཨོ་དེ་འདྲ་གསུང་གི་ཡོད་པ་རེད་དེ་ནས་འདིའི་རྗེས་སུ་གཞི་བདུན་གྱི་སྐོར་དེ་རེ་རེ་བཞིན་དུ་བཤད་ཡོད་པ་ཨོ་དེ་འདྲ་ཞིག་རེད། ད་ནི་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་ཞིག་ནས་མཚམས་འཇགས་རྒྱུ་བཅས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།